ཚང་མར་ངོས་འདོན་དོན་དུ་ཆང་ཆུང་གཅིག་བརྗོད་ཡོད་མ་རང། ཁ་ཞེ་དངོས་གནས་ཁོ་རང། ཤ་དང་ཁྲག་གི་འདྲ་ཆགས་དེ་ཡང་ཤ་དང་ཁྲག་གིས་ལེན་མཁན་ཡིན་སྲིད། དེ་འདྲའི་བཤེས་གཉེན་གྱིས། རྒྱ་ཁབ་འགྲོ་བ་རེད་ད་ཀུ་རེ་འགྲོ་བ་ཆགས་ཤག་བས་ན། ད་དེ་རུ་ཁོ་སྐྱིད་སྐྱིད་ནས་འཛུལ་ཅིག་ན་ང་ཚོ་བརྩེ་བ་མེད་པའི་ལས་འགུལ་སྤེལ་ངེས་སྲིད་ལབ་སོང་བརྩེ་བ་མེད་པའི་ལས་འགུལ་སྤེལ་ན། ད་མི་མཇུག་འབྲས་དེ་ག་རེ་ཡོང་དགོས་རེད་ད། མཐའ་མའི་མཇུག་འབྲས་དེ་ག་རེ་ཡོང་གི་རེད། བརྩེ་བ་མེད་པའི་ལས་འགུལ་སྤེལ་ཆེད་ནས་རེ་བ་དེ་འདྲ་བྱས་ཡོད་ན་དེ་ནི་ཡོ་ཀེ་རེན་གྱི་ར་ཤ་ཉིན་མོ་རྩ་བ་ཉིད་ནས་ཁོ་རང་འཛིན་གི་མ་རེད་ཁོང་ཚོ་གི་མི་སྟོབས་ནག་ག་ཚོད་ཅིག་ཤེས་ཡོད་རེད། དེ་རྒྱུ་མཚན་ག་རེད་ད་བརྩེ་བ་མེད་པའི་ལས་འགུལ་སྤེལ་ཆེད་ནས་ད་ག་མ་ག་དེ་ནས་ར་ཤ་ལ་མགོ་སྒུར་གི་མིན་ཞེས་པའི་དོན་རེད་བ། ད་དེ་ཧ་གོ་གི་གོ་གི་ད་ཁོ་རང་མིག་གིས་མཐོང་གི་མཐོང་གི།

ད་རང་བཞིན་གཉིས་ཀ་ལ་འཚེ་བ་སྤང་དགོས་ཡས་དང་དེའི་གི་ཐབས་ལམ་དུ་ག་ལ་དེ་དང་མ་འཛིན་ནས་བསྡད་དེ་ཡས་རེད་དང་མགོ་སྒུར་དེ་ཡས་རེད་དང་མགོ་སྒུར་ནས་གང་ཡང་མ་བྱས་པས་ན་སུ་ལ་དགྲ་རྒྱག་གི་མ་རོང། སུ་ལ་དགྲ་མ་རྒྱག་ན་རང་ལ་འཚེ་བ་བྱེད་ཉིན་མེད་དུ་ཕ་ལ་འཚེ་བ་བྱེད་དགོས་ཀི། ད་ཕ་ལ་འཚེ་བ་བྱེད་དགོས་ན་ང་ཚོ་བྱེད་གི་ནུས་པ་ཁོ་ར་ཡོད་མ་རོང་ད་བོད་པ་འགྲོ་བ་ཆགས་ཆགས་པས་ན། ད་མིའི་གྲངས་གི་ཐོག་ནས་ཡིན་ན་དངོས་གནས་ཁོ་ར་བརླག་ཁེ་གི་མ་རེད་རྡུལ་ཕྲན་མཚོན་ཆའི་ཐོག་ནས་བརླག་ཁེ་གི་མ་རེད་དཔལ་འབྱོར་གི་ཐོག་ནས་བརླག་ཁེ་གི་མ་རེད། རྒྱབ་སྐྱོར་ཆེ་ཆུང་ཐོག་ནས་གླ་ཁེག་མ་རེད་ད་ང་ཚོ་ཐེ་ཇེ་ཐང་དང་རྒྱ་ནག་མཉམ་དུ་འཛིང་ཡག་ད་གླ་ཁེག་མ་རེད་དེ་ཡིན་ནང་ཅི་ཡོད་དེ། ང་ཚོ་གི་འཚེ་བ་མེད་པའི་ལམ་ལ་ཉེ་ཆེར་བ་ཐེ་ཇེ་ཐང་ཕྱིའི་རྒྱལ་ཁབ་ལ་འཚེ་བ་མེད་པའི་ལམ་གི་ཐོག་ནས་དེ་ནས་སྤེན་པ་ཚེ་རིང་ཁོས་ཨུ་ཀི་ནི་ལ་རྒྱབ་སྐྱོར་བྱེད་མཁན་ལ་ཉེ་ཆེར་བ་ཐེ་ཇེ་ཐང་ད་ཅི་བྱེད་པ་ཆུང་ཆུང་འགྲོ་བ་ད་ཨ་མི་གྲོ་གོར་ནས་སྐྱེ་ཚར་ཟིན་ན་ད་ཁོང་ཚོ་ཡག་ཏུ་ཅི་འགྲོ་རེ་ཤེས་ཡོད་མ་ར་དེ་གེ་མོ་རྒས་ཤིག་མ་རེ་ཁོ་དེ་དེ་མ་ཐག་ཚང་མ་གེ་མོ་ཤོག་གོ་ཡ་རོ།

འཚེ་བ་མེད་པའི་ལམ་ལ་ཉེ་སྟེ། རེད་བ། གལ་སྲིད་འཚེ་བ་མེད་པའི་ལམ་གྱི་ཐོག་ནས་གལ་སྲིད་ཁོང་ཚོ་ཀུན་འགྲོ་ཐུབ་ཀྱི་ཡོད་པས་ན་ད་ལྟ་བོད་དེ་དེ་ནས་ཨུ་ཀི་རན་གྱི་བོད་ནས་དམག་མི་ག་ཚོད་ཅིག་གི་སྲོག་བཅིངས་ཡོད་ནས། དེ་ཚོ་རྩ་བ་ཉིད་ནས་ཁོ་རང་སྲོག་འབེན་ལ་བཙུགས་བྱས་ནས་རང་ཤི་སྙམ་པ་འཛིན་དགོས་ཡ་ཁྱོད་ནི་ཡོད་མ་རེད། མ་འཛིན་གྱི་ནི་བསྡད་ཀྱང་འགྲིག་གོ་རེད་ད། འཚེ་བ་མེད་པའི་ལས་འགུལ་སྤེལ་ད་ང་རང་ཚོ་ནང་གྱི་ད་རྒྱ་ཁབ་ཤོག་རེད། ཨ་ནི་ངོ་སྤྲོད་ཡོད་མ་རེད་གང་ཡང་ལག་ཆ་ཡོད་ད་ཅི་ཁྲེལ་ཡོད་མ་རེད་ད་ད་ད། ཅི་ད་ཁོ་རང་ད་ཅི་ཡ་ཅི་རྒྱ་གར་ནང་བདེན་གཉིས་བདེན་གསུམ་གྱི་ད་ང་རང་ཚོ་འདྲ་བ་ཆ་ཆ་བ་ད་ཅི་ཡ་ཅི་རྒྱ་གར་གྱི་མི་སེར་ལ་ན་མ་གཏོགས་ཤ་ཁྲག་ཅི།

དེ་ཙམ་ལ་ད་ལྟའི་ཁོང་ཚོ་ཁས་ག་བ་ལེན་གི་འདོད་གི་ཟིག་དང་པོ་སོ་སོ་ལ་གང་ཡང་བྱས་མེད་ན་རུ་བ། ད་གཟོད་སོ་སོ་ལ་གང་ཡང་བྱས་མེད་པ་ཡིན་ན་དེ་འདྲའི་བཟོ་པ་སྒོམ་ཡ་ཆོད་རོགས་ད་ཨུ་ཀི་རན་གི་དམག་མི་ག་ཚོད་ཅིག་གི་སྲོག་བཅིངས་ཡོད་དེ་སོ་སོའི་རྒྱ་ཁབ་བཙོན་བདག་སྲོག་བཅིངས་ཡོད་ད་དེ་ཚོ་དགྲ་ཤ་ལེན་ཡ་ལ་ཁོང་ཚོ་གི་ཡ་བ་ཁོ་རང་ཚོ་གི་དེ་ནང་བཞིན་གི་ཁོ་རང་ཚོ་གི་འཐབ་འཛིང་བྱེད་ནས་དངོས་ནས་ཁོ་རང་དགྲ་ཤ་ལེན་གི་ཐབས་ཇི་གཏིང་གི་རུ་མ་གཏོགས། ད་ཁྱོད་ཚོ་གི་ང་ཚོ་མི་ཚང་མ་བསད་སོང་ད་ང་ཚོ་བཙན་དབང་མེད་པའི་ལས་འགུལ་སྤེལ་གི་ཡིན། འགྲོ་བ། ད་ང་ཚོའི་ངོས་ནས་ཁོ་རང་ནང་འགྲོ་ཞེས་བཤད་ཁས་ལེན་གྱི་རེད། ང་རང་ཚོ་བོད་པའི་གི་བསམ་བློ་དང་དང་རྣམ་པ་སངས་རྒྱས་ཀྱི་དཔེར་ན་སྐྱབས་མགོན་རིན་པོ་ཆེའི་ངོས་ནས་བལྟས་ན་འགོས་མེད་ལམ་དེ་ཚང་མ་དེའི་རྗེས་སུ་འགྲོ་གི་མ་རོ། ཚང་མ་དེའི་རྗེས་སུ་ག་བར་འགྲོ་གི་རེད། ཚང་མ་དེའི་རྗེས་སུ་འགྲོ་གི་ཡོད་པ་ན་དེ་ནི་འཛམ་བུ་རིགས་ནང་ལ་དམག་རྩ་བ་ཉིད་ནས་ཡོང་དགོས་ཡ་དགོས་དོན་ཁོ་རང་ཡོད་མ་རེད། དེའི་སོ་སོ་རྒྱལ་ཁབ་རེ་རེ་ལ་ཁོ་རང་ཚོ་གི་དཔེར་ན་ཐབས་ཤེས་གི་དཔེར་ན་ཁོ་ན་ཆབ་སྲིད་གི་དཔེར་ན་དེ་ཡོད། ལམ་རེ་རེ་ཡོད་ལ་དེའི་ལམ་ཐོག་འགྲོ་གི་རེད། མི་དམངས་རེ་རེ་གིས་དངོས་གནས་ཁོ་རང་ཁོ་རང་ཚོ་གི་བོད་ལ་བསམ་ཕྱོགས་ཡོད་རེད། ཁོ་རང་ཚོ་གི་རྒྱལ་ཁབ་སྲུང་སྐྱོབ་བྱེད་ཡག་གི་ཐབས་ལམ་ཡོད་རེད། དེའི་ཐོག་ལ་འགྲོ་གི་རེད་མ་གཏོགས། ཚོ་ལ་དངོས་གནས་ཁོ་རང་ཤ་དང་ཁྲག་ལ་དངོས་གནས་ཤ་ཚ་ཙམ་ལས་ཁྱོན་ནས་མེད་པའི་སྒོ་ནས་གྲངས་མེད་ཚོར་བསད་པའི་སྐོར་སོགས་ཕར་ལ་འཚེ་བ་མེད་པའི་ལས་འགུལ་སྤེལ་གི་བསམ་ཡ་ཡིན་ཕྱིན་དེ་འདྲ་བྱས་སྡོད་པ་ཡིན་ན་མི་དམངས་ཀྱིས་ད་ཁོ་རང་དངོས་གནས་ཁོ་རང་ཅིག་རླུང་རྟ་རྒྱུག་ནས་ཁོས་གུ་དེ་ལབ་པའི་སྐབས་སོང། དེའི་སྐབས་སོང་མི་དམངས་མེད་རེད་མ་གཏོགས་ཁོ་ཉོབ་ཤ་རག་ཡ་རང་རེད་བ། དང་པོ་ཁྱོད་སུ་ཡིན་སྐད་ཆ་དྲིས་ལགས། ཨེ་ནས་ཀོ president ཟེར་ལབ་བོ་ལགས་རྒྱལ་ཁབ་མི་བོད president གང་འདྲས་ཅིག་ཡོད་རེད་ཟེར་ལབ་སོང་ན།

དེ་ག་རེ་བེད་ན་ང་རང་ཚོ་བེད་ན་ད་ཁྱིམ་གྱི་དབང་དུ་བྱས་པ་ན་ག་རེ་ཚང་དགོས་རེད་ཁྲིམས་ཁང་འགོ་དགོས་རེད Police དགོས་རེད་ཡེ་དགོས་རེད་མ་དགོས་རེད་དེ་ནས་འོག་གི་བེད་ན་ང་རང་ཚོ་མི་དམངས་སྲུང་སྐྱོབ་བྱེད་ཆོག་གི་ཆ་ཚང་དེ་དགོས་གི་ཡོད་རེད་ང་ཚོ་གི་བདེ་སྲུང་ལས་ཁུངས་ལ་ཉེ་དེ་ང་རང་ཚོ་ང་རང་ཚོ་གི་དེ་ནས་ཟུར་དུ་དམག་མི་དགོས་གི་ཡོད་རེད་ད་ང་རང་ཚོ་ད་ལྟ་བེད་ན་ཅི Special Frontier Force ལ་དོ་ཅི་ནས SFF ལ་ཉེ་དེ་ཚོ་ད་ང་རང་ཚོ་རྒྱ་གར་དངོས་གནས་ཁོ་རང་ད་ཅི་ཡོད་འཛམ་བུ་གླིང་གི་རྒྱལ་ཁབ་ན་ལ་ད་ཅི་ཡོད་ང་རང་ཚོ། བཙན་བྱོལ་བོད་རིགས་སྤུན་ཟླ་ལ་ཕན་ན་བཀའ་དྲིན་ཆེ་དགོས་ན་རྒྱ་གར་ལ་ཕན་ན་བཀའ་དྲིན་ཆེ་ཡོད་མ་རེད་ད་དེ་ཚོ་ལ་ཕན་ན་ཅི་ཡོད་བཀའ་དྲིན་རྗེས་དྲིན་ཞུ་ཡ་བྱེད་ད་ད་དེ་ཚོ་ལ་དངོས་ནས་ཕིད་བེག་བྱེད་བྱོས་ད་ང་རང་ཚོ་གི་ཕན་ན་དེ Social དཔེར་ན Special Frontier Force ལ་འདུ་ད་ད་བོད་པ་གི་དམག་མི་དེ་ཚོ་ཚང་མ་ཕན་ན་རྒྱ་གར་གི་རྒྱ་ཁབ་དེ་ཚོ་ཕན་ན་སྲུང་སྐྱོབ་བྱེད་ཡ་བྱེད་དུ་ཨེ་ནི་སང་མཚམས་ཕྱོགས་ཅི་མཚམས་ཅི་ལ་ང་རང་ཚོ་བོད་རིགས་སྤུན་ཟླ་དེ་ཚོ་དང་དེ་འདྲ་སེ་འདེགས་ཡོད་རང་ཡ་དེ་མ་ཏོ་དེའི་མཚོན་བྱེད་ག་རེ་ཟེར་ན་ང་རང་ཚོ་ལ་ཕན་ན་ཅི་ཡོད་དམག་མིའི་ཕན་ན་ཅི་ཡོད།

དེ་བྱས་མ་ཆོད་པའི་རྒྱུ་མཚན་ག་ལ་དང་ང་རང་ཚོ་ལ་རྒྱ་ཁབ་ཕྱི་དོན་གྱི་མེད་པའི་རྒྱུ་མཚན་ཅི་རེད། ད་རྒྱ་ཁབ་ཕྱི་དོན་གྱི་མེད་པ་དེ་དེ་ལ་དེ་ལ་པེར་སི་ཐོན་གྱི་ག་རེ་བྱེད་དགོས་རོ། ངོ་ནས་བྱས་ན། དེ་ས་ཐག་ཏུ་ཁོས་གི་དེ་འདྲ་བྱེད་ཤེས་པའི་དབང་དུ་བྱས་པ་ན་ད་ཁོ་ཉོབ་ཀྱང་རང་ཡང་རེད་རུང་མ་གཏོགས། དེ་ནས་ཁོས་གི་ཨུ་ཀི་རེན་མི་མང་དེ་ཚོས་གི་ཧོང་ཀོའི་སྐད་ཆ་ཡག་པོ་བཤད་སོང་རེད། ང་ཚོ་གི་བུ་རེད་ང་རང་ཚོ་གི་དངོས་གནས་ཨུ་ཀི་རེན་གི་བེ་ན་ད་ཅི།

ཨུ་ཀྲེ་རྒྱལ་ཁབ་དེ་མྱང་པོ་ལ་ང་ཚོས་དེ་བྱེད་དགོས་ར་བ་ཁ་བྲལ་བཅག་དགོས་ར་བ། དེ་ནས་ང་ཚོ་ད་ཨུ་ཀྲེ་རྒྱལ་ཁབ་དེ་ཁ་བྲལ་ཆོག་གི་རེད་དམ་མ་རེད་དེ་ནི་ང་རང་ཚོ་ད་ད་ལྟ་དཔལ་འབྱོར་གྱི་ནུས་པ་དེ་ནི་ཅི་རང་ང་རང་ཚོ་བདེ་སྲུང་གི་ནུས་པ་དེ་ནི་ང་རང་ཚོ་ད་ཅི་བྱེད་སྲིད་གནང་སྲིད་ད་གང་ཅི་གང་ཅི་ཐོག་ནས་བལྟས་པ་ན་ད་ཨུ་ཀྲེ་ངོས་ནས་གོ་ད་ས་དང་གནམ་གྱི་བྱེད་པ་རྒྱུག་དེ་ཡོད་པ་དེ་ད་ང་ཚོ་ས་ལ་ཡོད་པ་ཨུ་ཀྲེ་གནམ་ལ་ཡོད་པ་དེ་དེ་ངེས་པར་དུ་ང་ཚོ་ཧ་གོ་བ་བྱེད་དགོས་ར་མ་གཏོགས།

ད་ལྟ་བོད་དུ་ནག་རྫུན་གྱི་དངོས་གནས་ཁོ་ར་ཅེས་ཕ་མ་དཔེ་རྒྱག་མཁན་རྣམས་གཉིས་དགའ་བོ་བྱས་ནས་ག་ཚོད་ཅིག་གི་སྲོག་ཕྱིན་ཡོད་རེད། དེ་ཚོ་མཐོང་ཡོད་མ་རེད་ཟེར། ཨོ་ཨོ་དེ་འདྲ་བྱས་ནས་དེ་ས་གནས་ཀྱི་གསར་བཟོ་བྱེད་དགོས་དྲན་འདུག་ད་ངོ་ནས་བྱས་དེ་ཚོ་ལ་ག་འདྲུ་མ་འཇུ་བཤད་དེ་ཡག་པོ་རྩ་བ་ཉིད་ནས་ཡོད་མ་རེད་དྲན་འདུག་ར་ཡིན་ན་ད་མི་དེའི་སྐད་ཆ་བཤད་སླ་དེ་ང་ད་རྩ་བ་ཉིད་ནས་ཁོ་ར་པུའུ་ཆུང་ཆུང་ཅིག་གི་སྐད་ཆ་བཤད་བ་ཉིན་མོ་མ་གཅིག་དངོས་གནས་ཁོ་ར་ཅིག་བོད་ཀྱི་དངོས་གནས་ཁོ་ར་བོད་མི་རིགས་དང་དངོས་གནས་ཁོ་ར་ང་ཚོ་བོད་ཀྱི་རྩ་དོན་ལ་ཕན་ཐོག་དགོས་ཡིན་གྱི་བོད་ནས་སྐད་ཆ་ཚིག་གཅིག་བཤད་པ་དེ།